འདི་ལ་དཀའ་ངལ་འགྲོ་རྒྱུ་ག་རེ་འཕྲད་སོང་ཟེར་བའི་ནང་སྤྱི་བསྡུས་འོས་ཤོག་ཁང་ལ་འདི་ལ་འོས་འཕེན་མཁན་གྱི་ཡིན་ན་ཡང་འོས་བསྡུ་གི་ཚོགས་མི་དང་འོས་འཕེན་མཁན་གྱི་གང་ཟག་གི་པར་རུས་ལ་རྙོག་དྲ་རང་བྱུང་བྱས་ནས་གི་མཐའ་མ་མཐའ་དོམ་འདི་ལ་ང་ཚོ་མོན་གྷོར་གྱི་མི་འདི་དངོས་གྲངས་དྲགས་ནས་རྐྱེན་འདས་འགྲོ་ཡས་ཀྱི་གོ་སྐབས་ཀྱི་འདི་འདྲས་ཆགས་སོང་མ་འོངས་པ་ལ་འདི་འདྲས་མ་ཡོང་རྒྱུ་ག་རེ་ཡིན་ཟེར་ན་ས་གནས་ས་ཐོག་ལ་ཡོད་པའི་མི་འཛུལ་གི་ཡོད་མ་ཡིན་ན་འགན་བྱེད་མཁན་འདི་འཛུལ་གི་ཡ་འོས་བསྡུ་ལ་ཡ་ལན་རྒྱས་དགོས་ཡས་ཅིག་དང། ཨ་འདི་དྲང་པོ་དྲང་ཤག་རེད་འདོག་རེད་མི་འདོག་ལྟ་ངན་ལྟ་རྟོག་བྱེད་མཁན་དེ་འོས་བསྡུ་གི་དེ་གས་ཡོད་རེད་དེ་གས་ཡག་པོ་ཅིག་མ་བྱས་པའི་ཡིན་མི་ཡིན་ན་མི་དེ་བློ་འབམ་གི་རང་བཞིན་རྗེས་ཅན་དེ་གས་དངོས་གནས་དྲང་གནས་ཁོ་དེ་གས་སུ་འོས་བླུག་མཁན་གི་མི་ཅིག་ཡིན་པ་ཡིན་ན་གནས་ཚུལ་ལོག་ག་རེད་ཁོ་འོས་བསྡུ་གི་ཚོགས་མི་ཅིག་རེད་དེ་ཡོད་རེད་ཨ་ནི་སོ་སོའི་ལག་པ་ནས་འོས་ཕོག་བྱས་ནས་གང་ཟག་འདི་ལ་འོས་གཅིག་རག་དེ་དེ་ཕོམ་ཆོག་ཅིག་རག་དེ་ཡོད་ནས་ཟླ་མདོ་བཅུ་བཅོ་ལྔ་མ་ཕོག་བྱས་ནས་གས་ཁོའི་ལག་པར་དེ་འདྲ་སྤྲོད་པ་གང་ལ་ཁོ་བློ་འབམ་བྱུང་བྱས་ནས་དེ་ལ་རྒྱབ་སྐྱོར་འདྲོང་བ་གས་མ་རག་པ་མཐའ་མའི་མཐའ་འདོམ་དེ་ལ་ལྷན་སྐྱེས་སུ་མཁྱེན་གྱི་ཡོད་ཀྱི་རེད། སོ་སོ་སོ་རང་སྲོག་བཅད་བྱས་ནས་ཀྱི། གྲོངས་འགྲོ་ཡས་ཀྱི་གནས་ཚུལ་ཅིག་རྐྱེན་ཁ་དེའོ་དེ་འདྲ་ཅིག་ལ་ཆགས་བསྡད་ཡོད་དེ་འདྲ་ཞིག་དུས་གང་ལ་ང་ཚོ་ལ་ཡོད་ན་མེད་ན་མི་ཕན་ཐོགས་པོ་ཞིག་ཡོད་པ་ཡིན་ན་ཚང་མ་ལ་སྒོ་དེ་ཡན་ཞིག་རེད་ཕན་མ་མཐོག་ཞིག་ཡོད་ན་རྒྱ་ཡོད་ནས་མང་ཉུང་དྲག་གི་ཡོད་རེད་ཕན་ཐོགས་མཁན་ཞིག་ན་གཅིག་ཡིན་ནས་དངོས་གནས་དྲང་ནས་ཕན་ཐོགས་ཆེན་པོ་ཞེ་བོ་རེད་ཅེས་དངོས་གནས་དྲང་ནས་དེ་འདྲའི་ཐོག་ནས་ཡིན་ན་ང་རང་ཡིན་ནས་དཔེ་མ་སྲིད་པ་བློ་ཕམ་བྱུང་ག་རེ་ཡིན་ཟེར་ན་ང་ཚོ་བློ་ཕམ་བྱུང་གི་ཡོད་རྒྱུ་མཚན་ག་རེ་ཡིན་ཟེར་ན། གང་ཟག་ཁོ་རང་འདས་གྲོངས་འགྲོ་ངེས་དེ་ང་ཚོ་ས་གནས་འཐུས་མིའི་ཉམས་རྟོགས་རེད་ཁོ་རང་བློ་ཕམ་བྱས་ནས་ང་ཚོ་ཚོགས་འདུ་གཅིག་སྐབས་ལ་ང་ལ་དེ་འདྲ་ཤེས་ཀྱི་འདུག་དེ་འདྲ་ཡོད་དུས་གང་ལ་ངས་ཀྱི་ད་དེ་འདྲ་ཁྱེད་རང་མ་གསུང་ཨ་ནི་ཁྲིམས་དང་སྒྲིག་གཞི་ཡོད་རེད་ཡ་འོས་བསྡུ་ལྷན་ཁང་ལ་བཅར་ཁྱེད་རང་ཡ་དྭགས་ཤེས་སྤུས་ཤོག་གེ་ཡོང་མ་རེད་ས་གནས་ནས་ཞུ་མཁན་མེད་པ་ཡིན་ན་ཁྱེད་རང་ཡ་རྒྱུགས་ཡ་མེད་ན་དེ་ང་རང་ཚོའི་ཨ་ནི་ས་གནས་གྲོས་ཚོགས་ཀྱི་ཚོགས་འདུ་དེ་སྤྱི་ཟླ་གཉིས་པའི་ནང་ལ་རེད་དེའི་བར་དུ་འགྱངས་ཨ་འདི་འདྲ་ཡིན་པ་ཡིན་ན་ཁྱེད་རང་གི་བསམ་ཤོག་ཁྱི་ཤོག་དེ་ལ་རྒྱབ་སྐྱོར་ངས་ཅི་དགོས་བྱེད་དུས་མཐའ་མའི་མཐའ་འདོམས་ལ་ཁོ་རང་གི་སྙིང་རྗེ་ད། སོ་སོའི་བློ་ཕམ་དང་རང་བཞིན་གྱི་བེད་སྤྲོད་བློ་ཕམ་པོ་ཞིག་བྱུང་ང་བས་དེ་འདྲའི་ཞིག་འདོད་ག་ལ། མི་མང་གིས་རྒྱབ་སྐྱོར་མ་བྱུང་ས་གནས་ཀྱིས་རྒྱབ་སྐྱོར་མ་བྱུང་ཟེར་གྱི་འདུག་དངོས་གནས་དྲང་གནས་བདེན་པ་ཡིན་གྱི་རེད། མི་སེམས་ཤུགས་ཡོད་མཁན་ཅིག་ལ་རྒྱབ་སྐྱོར་མ་བྱུང་བས་ཡིན་ན་ཁོ་བློ་ཕམ་ནི་གི་རང་བཞིན་ཨ་ནི་མི་དེ་གྲོགས་ལ་འགྲོ་ཡའི་རྐྱེན་ཅིག་ལག་གི་འདུག་ང་ཚོ་མི་གཅིག་ཡིན་ནའི་དངོས་གནས་འདས་གྲོངས་ཕྱིན་པ་ཡིན་ན་ཕངས་པོ་རེད། མ་འོངས་པར་དེ་འདྲའི་ཨ་ནི་བཀའ་སྤྱི་གཉིས་ཀྱི་པར་གྲུ་ལས་དེ་འདྲ་བྱུང་བ་ཡིན་ན་འོས་བསྡུ་ལྷན་ཁང་གི་ཁྲིམས་སྒྲིག་སྒྲིག་གཞི་དེ་རྩིས་བྱས་ནས་གི་ལག་ལེན་དེ་བསྟར་དགོས་ཀྱི་རེད་བསམ་གྱི་འདུག་ངས་མ་ཡིན་ན་དེའི་ཤར་དུར་བསོད་ནམས་ཆེན་པོའི་ཁོ་ན་འཕེལ་བའི་སྒང་ལ་དྲུག་ཤུ་བཞི་བཅུ་ཡོད་པས་དེ་གཅིག་དང་བརྒྱད་པ་ཡིན་ན་གོང་མ་ཁྲི་རེ་རེ་ཉེས་པ་ཡིན་གཉིས་ཡིན་ཟེར་གྱི་འདུག་འདི་ལ་ཉེས་པ་སྣང་བ་ཡི་གེ་གེ་ཅུང་མ་སོང་འདི་ལ་གསལ་བཤད་བཞི་ངའི་ཡི་གེ་ཅུང་མ་སོང་བློ་ཕམ་གྱི་རང་བཞིན་རེད་རྗེས་ནས་དེ་ཞུས། ད་ད་ལྟ་ང་ཚོ་སྤྱི་འཐུས་ཀྱི་ག་ད་དྲུག་བཞི་ཁོ་རེ་བེད་སྐོར་གནང་ལ་ཡ་ཆོ་ག་གོ་ཞོད་རེད་བྱས་ག་གེ་ཡོད་མ་རེད་འདི་ལ་ད་ང་ཚོ་སྲིད་སྐྱོང་དེ་ཨི་ནི་ཐུན་མོང་གི་སྤྱིའི་ཁུ་རྡུལ་རྩམ་པ་ནི་ཆོ་ག་ཐིག་བཞི་མ་ཐུག་གི་འདི་ལ་ཡང་སྦྱར་དགོས་ཡོད་རེད། བྱ་རྡུལ་རྩམ་པ་ནི་ཨི་ཉི་ཁུ་ཐོབ་དང་ཞོར་ཅིག་ཡོང་གི་ཡོད་རེད་དེའི་སྤར་དབུགས་འདི་ལ་ཡང་ཡང་ཁ་ཞིག་གིས་སྐྱོན་འཛུགས་བྱེད་ཡོད་རེད་ཁ་ཞིག་གིས་སྐྱོན་མེད་སྐྱོན་འཛུགས་བྱེད་ནི་གིས་ད་དེ་འདྲའི་ཟས་སྡིག་གི་ཡོད་རེད། དེའི་ཐོག་ལ་ཡང་འོས་བསྡུ་ལྷན་ཁང་གིས་སྒྲིག་གཞི་དག་ལ་བསྒྱུར་བཅོས་གཏང་སྡིག་གི་ཡོད་རེད་ཡིན་ནའི་འདི་ཟབ་ཟབ་ཀྱི་ཐོག་ནས་ཀྱི་དངོས་གནས་དྲང་ནས་ད་ག་འདྲས་བྱས་ན་དྲང་ས་རེད་ཡང་མ་ན་ཆོ་ག་གསུམ་པོ་འདི་ལོ་ང་ལྔ་པར་རི་མོ་བྱས་ནས་ཀྱི་འཛིན་སྐྱོང་བྱེད་པས་ན་ཨི་ནི་རྙོག་དྲ་རྩ་ཉུང་གི་མ་རེད་ཀོ། ལོ་ང་མདོ་སྟོད་ལོ་ང་མདོ་སྨད་ལོ་ང་དབུས་གཙང་གི་ཅེས་བཞག་པས་ན་ཨི་ནི་དབུས་གཙང་ཁོ་རང་པའི་མི་གཉིས་གསུམ་བླངས་ན་བླངས་བཞི་ལྔ་བླངས་ན་བླངས་མདོ་སྟོད་ཁོག་ནས་ག་ཚོད་བླངས་བླངས་ཀོ་ལོ་ང་བོ་དེ་ཆུ་དུ་བཙགས་པ་ནི་རི་མོ་བྱས་ནས་འགྲོ་ཐུབ་ཀྱི་རེད་དེ་ནི་ཀྱི་མི་འདྲ་གསུམ་བཞི་ལྔ་གཅིག་ཉམས་ཆུང་ཅན་བྱས་ཀྱི་དོན་དགོས་རེད། ད་ལྟ་ང་ཚོ་ཉིས་སྟོང་བཅུ་དྲུག་ལོ་ལ་ང་ཚོ་ཨ་ནི་དེ། སྤྱི་འཐུས་དང་ཨ་ནི་བཀའ་བློན་ཁྲི་བས་ཀྱིས་ད་ང་ཚོའི་འོས་ཤོག་ཆི་ལུག་གནང་རོགས་ཨ། ད་དེ་ལ་དགོངས་ཨམ། ད་ང་ཚོའི་སློབ་ཆུང་མི་འགྱུར་ད་ང་ཚོ་འདྲ་བོ་ད་ང་ཚོ་འདྲ་བོ་མང་པོ་ཡོད་ཀྱི་རེད་མང་པོ་ཡོད་རེད་བ་ཨ་ནི། དངོས་གནས་དྲ་གནས་ག་རེ་ལ་ཉན་དགོས་ཡོད་མེད་ཁྱོད་ནི་ཧ་གོ་མི་འདུག་དངོས་གནས་དྲ་གནས་ག་ཟེ་གོ་རེད་དངོས་གནས་དྲ་གནས་དཔེ་སེམས་པ་སྐྱོ་བོ་དེ་འདྲ་རེད་ཤག། ཤུ་བོ་རེ་རེ་ལ་བཀྲམ་ཡོང་གི་འདུག་དེ་ལ་བླུག་གོ་རེད་དེ་ལ་བླུག་གོ་མ་རེད་ལགས་འདུག་ཆོག་ཤེས། ག་རེ་རོགས་ད་ང་ཚོ་ཕྱོགས་བཤུས་འདྲ་བོ་དེ་འདྲ་མང་པོ་འདུག་དེ་འདྲ་ཡང་ཨ་ནི་གནང་ན་ཨ་ནི་དངོས་གནས་དྲ་གནས་ཡག་པོ་ཡོང་ས་མ་རེད་བསམ་གྱི་འདུག་དཔེར་ན་བཤད་ཤེས་ན་འོ་ད་ཡི་གེ་ཤེས་ཉེན་དེ་ད་ཡི་གེ་ད་འོ་ཤོག་ཉི་མ་ཡི་གེ་ཤེས་ཉེན་དེ་ད་བྲིས་གྱིར་བ་ཨ་ནི་ཡི་གེ་མ་ཤེས་དེ་ཚོ་ཨ་ནི་སྐུ་ངལ་དཀའ་ལ་ཁག་པོ་འདུག་ག་འདྲས་བྱུང་ན་བརྙན་ལ་ང་ཚོ་དེ་འདྲས་ཟབ་སྦྱོང་དེ་འདྲ་དེས་ཨ་ནི་འོས་བསྡུ་གི་བྲིས་ཐང་བྱེད་ད་ད་ང་ཚོ་བརྙན་མེད་དེ་ལ་ང་ཚོ་ཨ་ནི་ཁྱེད་རྣམ་པ་ཚོ་ཨ་ནི་སི། གར་ས་བཀའ་བློན་ཁྲི་བས་ཀྱིས་ང་ཚོ་དེ་ཟབ་སྦྱོང་དེ Mock Eleclition ལ་ནས་ང་ཚོ་དེ་ལ་སུར་ནག་ཡིན་དེ་འདྲ་འདྲ་བོ་ཨ་ནི་སྤྲད་ཐུབ་ན་ཡག་པོ་ཡོང་ས་རེད་བསམ་གི་འདུག་ཨ་ནི་བཀའ་བློན་ཁྲི་བས་དང་ཨ་ནི་སྲིད་སྐྱོང་གཉིས་ཀྱིས་ཨ་ནི་འོ་ཤོག་དེ་བླུག་སྟངས་དེ་དེ་ཉིན་མོ་དེ་འདྲའི་ཅིག་བླུག་གི་འདུག་དེ་ཉིན་མོ་དེ་འདྲའི་ཅིག་བླུག་གི་འདུག་སླེབས་པའི་ཉིན་ཨ་ནི་མ་སླེབས་ཉིན་ལ་ཨ་ནི་ད་འདི་བླུག་གི་རེད་ག་གིས་བྲིས་གི་རེད་ག་གིས་བྲིས་གི་རེད་དེ་ང་དེས་ཨ་ནི་དེས་ཁེན་ཚ་བོ་འདྲ་བོ་འཐུང་གི་འདུག་ཨ་ནི་ངེད་ཀྱི་བསམ་ཚུལ་ཡིན་ཡིན་ནའང་ཨ་ནི་ད་ལྟ་ང་ཚོ། ཨ་ནི་བོད་ཀྱི་སྤྱི་བདེ་ག་རེ་སྤྱི་བསྟོད་ཀྱི་དེ་ནང་ལ་ཨ་ནི་ང་ཚོ་དུས་ཚོད་ཐུང་ཐུང་གཏང་དགོས་འདུག་ཨ་ནི་གཅིག་བགྲོ་གླེང་གནང་གི་འདུག་ཨ་ནི་དུས་ཚོད་རིང་པོ་གཏང་དགོས་འདུག་དེ་གཅིག་རིང་པོ་གནང་གི་འདུག་ངའི་བསམ་པ་ལ་ཨ་ནི་བཀའ་སྤྱི་གཉིས་ཆ་དེ་ཨ་ནི་དུས་ཚོད་རིང་པོ་དེ་གཏང་ན་ཡག་པོ་ཡོད་རེད་བསམ་གི་འདུག་ད་ང་འདྲ་བོ་ཡོད་རེད་བ་དུས་ཚོད་གཏང་ཡན་གྱི་གོ་སྐབས་ཨ་ནི་སྔོན་འགྲོ་དངོས་གཞི་གཉིས་ཆ་ཡོད་ན་ཡག་པོ་ཡོད་རེད་ངས་བསམ་གི་འདུག། ཆོ་ག་དང་ལུང་ཚན་དེ་གོ་ཡ་མི་འདུག་མི་འདུག་གོ་ཡ་མི་འདུག་ཡིན་པས་ན་ང་ཚོས་ལོ་ཤོག་ལུག་རྫས་རྣམས་ལ་ཡང་མིང་དེ་ལུང་ཚན་དེ་སྐྱེས་ཡུལ་དེ་དེ་དོན་དབང་དུ་བརྩམས་པ་ནི་ཤུལ་མ་ཐོད་པོ་གྱང་གུག་འདུག་ཨ། དེ་གོ་ཡ་མི་འདུག་དངོས་གནས་འདྲ་བས་བྱས་ན་བྲོ་གངས་ཅན་ལྗོངས་ནང་ལ་ཡང། མདོ་འདེམས་ཆོག་ལྷ་རིའི་དཀར་པོ་ནས་སྨད་རྒྱ་དར་རྩེ་མདོ་བར་དུ་ལ་འུར་མི་འདུག་ཨ། ཆོག་ཟེར་མཁན་དེ་བོད་པ་གཅིག་གྱུར་རེད། རྒྱ་ཡི་གའི་ཚོགས་ལ་ཡང་ཐུབ་ཚོད་བཏང་དུ་བརྩམས་པ་ནི་ལུང་ཚན་བྲིས་ཀྱི་མི་འདུག་ཕ་ཡུལ་ག་ནི་ཟེར་གྱི་མི་འདུག། བོད་པ་རེད་སྟེར་ཟིག་འདུག་མ་གཏོགས་གི་ཇི་ལྟར་ང་ཚོ་གར་བྱེད་ནི་སྐད་ཡིག་སྟོད་རེད་དེ་སྨད་རེད་དེ་སྐྱིད་རེད་དེ་མགོ་རེད་གར་བྱེད་ལབ་དགོས་རེད་གོ་གི་མི་འདུག་དེ་ཡང་ཧི་པི་ན་རྒྱ་རབ་ལུགས་རྒྱུད་དེ་མ་རེད་པ་རུག་བྱེད་ནི་གི་ཆོག་ཟེར་མཁན་དེ་བྱུང་རེད་མ་གཏོགས་གི་སྲིད་པ་ཆགས་པའི་བོད་ཀྱི་རྒྱ་རབ་ནང་ལ་ཆོག་ཟེར་མཁན་དེ་ཡོད་མ་རེད་ཧི་པི་ན་དེ་ཤི་མ་ཐུབ་བུ་སླེབ་དུས་ཚོད་ཙམ་པ་ནི་བྱེད་ཟེར་མཁན་མི་འདུག་ད་ད་ལྟ་འོ་ཞོག་གི་ཁོ་རེ་ནང་ལ་ཡ་ཨེ་ནི་དེ། མིང་དང་ད་ལྟ་ལས་མཁན་དེ་མ་གཏོགས་ཨེ་ནི་ཕ་ཡུལ་ཟེར་མཁན་སོགས་འདྲ་དེ་ཕྱོགས་ཁག་ཟེར་མཁན་སོགས་འདྲ་དེ་མེད་ན་ཡག་ས་རེད་དྲན་གྱི་འདུག། ང་ཚོ་སྐྱབས་མགོན་རིན་པོ་ཆེའི་སྐུ་དབང་མ་རྩིས་སྤྲད་ནས་ཚང་མ་ཨེ་ནི་དམངས་གཙོ་གི་ཐོག་ལ་ཡང་ལམ་ཞུ་བ་གཅིག་རྗེས་བྱས་ནས་ཕྱོགས་འཐུས་ཕྱག་འཚན་མེད་པའི་ཐོག་ནས་ཚང་མས་སྐད་མཉམ་རུབ་བྱས་ནས་འགྲོ་བ་ཡིན་ན་ཨ་ནི་ང་ཚོ་ལམ་ལྷོང་ཡག་པོ་གཅིག་ཡོང་གི་རེད་བསམ་གྱི་ཡོད། ད་ལྟ་གོང་དུ་ཁོ་ན་ཚོ་གི་ད་ལྟ་ཨ་ཅེ་སེང་སྒྲོལ་མ་ལགས་ཀྱིས་གསུངས་སོང་ཨ་ནི་དེ་ནས་གཅིག་རེད་འོ་ཞོག་སྐབས་ལ་གཅིག་རྙོག་དྲ་མང་པོ་བྱུང་ཡོད་རེད་དེ་ཚོའི་ཐོག་ལ་ཨེ་ནི་མེད་པའི་ཐོག་ལ། ཨ་ནེ་ད་ལྟ་ཨ་ནེ་མ་འོངས་པ་ལ་ཚང་མས་ཀྱིས་མཉམ་ཞུགས་བྱེད་ནས་པད་མ་ཚེ་གིས་པད་མ་ཚེ་གིས་མཉམ་ཞུགས་བྱེད་པས་ན་ཨ་ནེ་ལམ་ལོང་ཡོང་གི་རེད། ང་ཚོ་དམངས་གཙོ་ངོ་དེ་སྐྱབས་མགོན་རིན་པོ་ཆེ་གིས་མ་གསོལ་རེ་གནང་རྗེས་ནས་དེ་ལ་ལག་ལེན་མུ་མཐུད་ནས་བསྟར་བས་ཡིན་ན་ཨ་ནེ་དངོས་གནས་ཚང་ནས་ལམ་ལོང་ཆེན་པོ་ཞིག་ཡོང་གི་རེད་བསམ་གྱི་ཡོད། ཨ་ནེ་ཡང་མ་འོངས་པ་ལ་ང་ཚོ་ད་ལྟ་ཁ་བརྡས་དེ་ཨ་ནེ་འདྲ་བོ་ཁོ་ལ་རེད་ཨ་ནེ། ཁོ་ཚོས་ཀྱིས་ང་ཚོ་ལ་ད་ལྟ་རྡོག་སྒྲ་གཅིག་འདྲིས་ཐོག་ནས་ཡོད་པ་ཡིན་ན། ཁྱོད་ཚོ་མི་འགངས་ཏེ་སྔོན་ནས་ད་ནི། དམངས་གཙོ་གི་ངོ་བོ་ཁས་འཆེ་ནས་ཨ་ནི་ཚང་མ་རུག་རུག་དམ་དམ་བྱས་པ་ཡིན་ན། ཨ་ནི་ཚང་མས་ཀྱིས་ལམ་ལྷོང་ཡག་པོ་ཞིག་ཡོང་གི་རེད་བསམ་གྱི་ཡོད་ཞུ་ཡ་ཡིན། ཞུ་ཡ་ཡིན།
ཨ་ནི་ཁྱེད་རང་ཚོ་དགུང་ལོ་ཅུང་ཆུང་ཅིག་སྔོན་ནས་དྲང་གནས་བོད་སྤྱི་ཚོགས་དོན་དག་ལ་འདི་འདྲའི་ཞབས་ཞུ་ཞུས་རྗེས་ནས་སྡེ་བ་ལ་ཕེབས་རྗེས་ནས་ང་སྙིང་ཐག་པ་ནས་དགའ་བསུར་སྤེལ་བྱུང། སྔོན་ནས་དྲང་གནས་དར་མདོ་ཡིན་པས་ཡིན་ནའི་རེད་བ། ལོ་བཅོ་ལྔ་འདི་རྒྱལ་ལ་ཁྱེད་རང་ཚོ་གིས་ཨ་ནི་སློབ་གསོ་རྒྱག་འོག་འདུག་གང་བྱེད་འོག་འདུག་སྔོན་ནས་དྲང་གནས་བོད་རང་བཙན་དོན་དག་རེད་ཟེར་ཉི་མ་གཅིག་ལ་ཟིང་བསླངས་བྱས་ན་ཡང་དེ་ནི་འཇམ་ཐིང་གི་སྡེ་མིན་པ་མུ་མཐུད་ནས་ཀྱང་ཁྱེད་རང་ཚོ་འདི་འདྲའི་ལས་ཀ་ཕྱག་ལས་གནང་ཐུབ་པ་ཡིན་ན་དཔེ་དགའ་ཚོར་ཡོང་ས་རེད་ཨ་ད་ག་ནང་བཞིན་ང་ཚོའི་བོད་ཀྱི་ལས་བྱེད་སྤྱི་འཐུས་དག་ད་ག་རེ་ཡིན་པའི་ཡིན་ན་དེ་ལྟར་ལོ་གཞོན་པ་ལ་རྩིས་སྤྲད་ཡག་གི་དུས་ཚོད་སླེ་ཡོད་རེད་ལོ་གཞན་པ་དེང་དུས་ཀྱི་སློབ་སྦྱོང་ཡོད་སྐྱོར་དེ་ཚོ་ལ་ཨ་ནི་ཏིས་ཏིས་དང་སུ་སུ་ཅིག་གི་ལས་ཀ་བྱས་ལ་རྣམ་པ་ཚོ་གི་སློབ་སྟོན་གནང་དགོས་འདུག་ག་བྱེད་དགོས་འདུག། ད་ངའི་བསམ་ཚུལ་ལ་ལོ་གཞོན་པ་དེ་ཚོ་ལ་དངོས་གནས་དྲ་གནས་དག་གོ་སྐབས་ཅིག་རག་པའི་ན་དཔེ་ཡག་པོ་ཡོང་ས་རེད་བསམ་གྱི་འདུག་ད་ལོ་རྒན་པ་དེ་ཚོ་ནི་དངོས་གནས་དྲ་གནས་དང་ལོ་རེ་ལ་ཉུང་རུ་མ་ཞིག་འགྲོ་ཡ་ཡོད་མ་རེད་ད་ག་ནང་བཞིན་གཞིས་ཆགས་ལ་ཡོད་རེད་ཕྱི་རྒྱལ་ཁག་ལ་ཡོད་རེད་དགོངས་ལོ་གཞོན་པ་དེ་ཚོ་ལ་ཨ་ནི་ཁྱེད་རང་ཚོ་གི་ད་ལྟ་ཁྱེད་རང་ཚོ་ག་འདྲས་གནང་གི་འདུག་ང་ཚོ་དཔེ་དགའ་བོ་ཡོང་གི་འདུག་རོགས་དངོས་གནས་དྲ་གནས་ལོ་རྒན་པ་ཤ་ཅིག་ག་དུས་ཡིན་ན་ཁོ་ཚོ་མི་རབས་མི་རབས་འཚོགས་འགྲོ་གི་རེད་ཨ་ནི་ད་ནི་ཞུ་ཤིང་གི་ད་མེད་ཟེར་ན་ཡིན་ན་ཁྱེད་རང་ཚོ་དེ་ལ་ཕེ་ག་ཚོར་ཕན་པ་འདུག་ད་ནི་གཞོན་པ་འདུ་ཚོགས་ནས་ལས་བྱེད་འདུ་ཚོགས་ལོ་གཞོན་པ་རྐྱང་ཐབས་ཤེས་བྱེད་ཐུབ་འོས་ན་དཔེ་དགའ་བོ་ཡོང་ས་རེད། ཨ་ནི་སྤྱི་འཐུས་དངོས་གཞི་དངོས་འབྲུ་འོ་ཤོག་དེ་ང་རང་བསམ་འགྲུས་ལ་ཏི་སེ་ཐག་རིང་དྲག་གི་འདུག་བསམ་གི་འདུག་འོ་ན་དྲ་ནས་དེ་ནང་ལ་ལབ་རྒྱུ་གླེང་རྒྱུ་འཕྲ་ཕལ་མང་པོ་རག་གི་འདུག་ཨ། དུས་ཚོད་ཉུང་ཙེ་ཞིག་བཏང་པ་ཡིན་ན་ཁོ་རྙོག་དྲ་དེ་ཡང་གོ་བདེ་བོ་ཅིག་ཡོང་གི་རེད་མ་གཞི་ཟླ་བ་གསུམ་བཞི་དེ་འདྲའི་བཀྲམ་བཞག་པ་ན་ཨ་ནི་འདི་ནང་ལ་དགའ་ཞེན་མགོ་གཉིས་འཁྲབ་ཉེན་དུ་ཚོ་ལ་དུས་ཚོད་རག་གི་ཡོད་རེད་ད། ག་རེ་བྱེད་ག་རེ་མ་བྱེད་ག་རེ་བཤད་ག་རེ་མ་བཤད་ཨ་ནི་ཚང་མ་སྤྱི་ཚོགས་ཚང་མ་དཀྲུག་གི་འདུག་ཨ། དེས་ཀྱང་རང་བསམ་ཚུལ་ཡིན་པས་ན་དེ་རྒྱུན་མཐོང་ཚུལ་ཡིན་པས་ན་ཡག་ཡོང་ས་འདུག་བསམ་མི་འདུག། ཟླ་ཉིས་སྟོང་བཅུ་དྲུག་ལོར་གྱི་ད་ལྟ་བཀའ་ཤག་དེ་བཀའ་བློན་ཁྲི་པའི་འོས་བསྡུའི་སྐབས་ལ་ཡ་ཨ་ནི་ད་ལྟ་དེ་ཅིག་བྱུང་སོང་ཁ་ས་སྐྱབས་མགོན་རིན་པོ་ཆེ་ཐུགས་ཕམ་ཆེ་ད་གང་ལྟར་དེ་ཆོས་སྐལ་གྱི་དེ་ཡང་ན་འཐེན་འཁྱེར་མང་པོ་ཅིག་བྱུང་སོང་ཟེར་ནས་སྐྱབས་མགོན་རིན་པོ་ཆེ་ཐུགས་ཕམ་བྱུང་གི་ཡོད་རེད་དེ་བྱུང་མཁན་གཙོ་བོ་འདྲ་བོ་དེ་ང་རེད་བསམ་ཚུལ་བྱས་པ་ཡིན་ན་རེད་བ། ད་དེ་ཁ་ན་བཀའ་བློན་ཁྲི་པའི་འོས་འོས་ཤོག་བླུ་བའི་སྐབས་དུ་ལ་ཡ་ཨ་ནི་ཅིག་དྲ་རྒྱའི་ནང་ལོགས་ལ་ཡང་ཅིག་སྒྲ་མི་འདྲ་དེ་འདྲ་ཁུངས་ལྡན་མ་ཡིན་པ་དེ་འདྲ་སྒྲ་མི་འདྲ་དེ་འདྲ་འདི་བྱེད་ཨ་ནི་དེ་འདྲའི་པར་རིས་དེ་འདྲ་སྒྲ་མི་འདྲ་སྐོར་བྱེད་ཚིག་སྒྲ་མི་འདྲ་དེ་འདྲ་འདི་བྱེད་དེ་འདྲའི་རྐྱེན་གྱིས་ཨ་ནི་ཅིག་གི་བྱུང་རྐྱེན་གཙོ་བོ་འགྲོ་དེ་དེ་འདྲའི་ཡོང་གི་འདུག་ཟེར་བ་དེའི་སྐོར་ལ་མ་འོངས་པ་ལ་ཡང་དེ་འདྲའི་གི་འདི་དྲ་ལམ་བརྒྱུད་ནས་འདུག་ཟེར་ཡ་མ་དེ་ལ་བཀག་སྡོམ་བྱས་ཡོད་ན་མི་ན་ཟིན་འདི་ང་རང་དེ་འདྲ་བྱེད་འདི་ངེས་པར་དུ་བཀག་སྡོམ་བྱེད་དགོས་ཀྱི་འདུག་ཟེར་འདི་ལ་ཡང་འདི་ཅིག་བྱེད་ཨ་ནི་ད་ཇི་ལྟང་གི་ད་ཁ་སང་ཡང་ད་ལྟ་འདིའི་སྐོར་ལས་ངས། ཅིག་སྤྱི་བཏང་ད་མ་བྱོས་རང་དབང་རེད་ང་རང་ཚོ་དམངས་གཙོའི་གི་དེ་ནང་ལོགས་ལ་སྐད་ཆ་ག་རེ་ཡིན་ན་བཤད་ཆོག་རེད་ཡིན་ནའི་གི་སྐད་ཆ་ཅིག་མ་བཤད་ཚར་བའི་ཞོར་ལ་འདི་སྤྱི་ཚོགས་ནང་ལོགས་ལ་ཁྲུ་གས་གི་སྐད་ཆ་དང་འདི་འདྲའི་གི་སྐད་ཆ་ག་མེད་ཟིག་གནང་བས་ན་མ་འོངས་པ་ལས་དེའི་ཐོག་ལ་ཡང་དེ་གང་ལ་ཡང་ཁྲིམས་ཅིག་ངེས་པར་དུ་བྱེད་དགོས་རེད་ཟེར་བ། ད་ལྟ་ང་རང་ཚོ་སྤྱི་འཐུས་ཀྱི་འོས་ཤོག་ཡིན་ན་རེད་སྲིད་སྐྱོང་གི་འོས་ཤོག་ཡིན་ན་རེད་སུ་སུ་ཚོད་ཀྱི་དཔུང་དཔུང་སྒྲིག་ངེས་མི་ཅིག་ཡིན་གཅིག་མིན་གཅིག་ཁྲིད་ཡོང་གི་འདུག།

བྱས་ཙང་གཞིས་ཆགས་མི་མང་འདི་གའི་དུ་སློབ་སྦྱོང་མེད་པའི་སྒང་ལ་འཁྲུག་ཐེབས་བྱས་ནས་གི་གང་ཟག་སོ་སོའི་བླུགས་ས་དེ་བར་བརླག་བྱས་ནས་མི་རེ་ཟུང་ཡོང་བྱས་ནས་ཁོ་ལ་བླུགས་བར་གདའ་ཁོས་འདི་ཞི་བོ་ཅིག་རེད་འདི་ལ་བླུགས་རྒྱུ་ཡོང་མར་གདའ་འདི་ཞི་བོ་སོ་སོ་སོ་སོ་གི་མང་ཚོགས་ཀྱི་རང་དབང་དེ་བར་མི་མང་གི་མང་ཚོགས་ཡོད་པ་དེ་གསོན་རེ་གནང་ཞོར་གྱོད་སྐྱབས་མགོ་གྲུ་བོ་ཆེ་གནང་སྐྱོགས་དེ་སྒེར་གྱི་བར་ཕོག་བྱས་ནས་གི་དངོས་གནས་དྲ་འདི་འདི་འདྲ་ཞིག་ཁ་ཤས་ཁ་ཤས་རེ་ཟུང་རེ་ཟུང་དང་དངོས་གནས་དྲ་འདི་སོ་སོའི་བསམ་བློ་ཐོང་གི་རེད་བླུགས་དགོས་ཀྱི་ཡོད་དང་མེད་དེ་སོ་སོ་གི་སྨྲ་བརྗོད་རང་དབང་རང་མ་གཏོགས་མིའི་གི་ཤེས་པ་ཅིག་ལ་ངའི་སྒོ་ཡི་རྒྱུ་མཚན་ཆགས་ཀྱི་ཡོད་མ་རེད་དེ་ནས་ཡིན་ནའི་གེ་མགོ་ཁ་ཤས་ཤིག་འཁྲུག་རྗེས་ནས་ད་ཡིན་ན་ཁ་ཚང་སྙེ་མ་ང་རེད་གི་ལུག་ཡོད་ཤོད་ཁོ་ནས་བས་པ་ཇག་ཐོར་སོང། གཅིག་གིས་ཤེས་ཀྱི་འདུག་གཉིས་ཀྱིས་ཤེས་ཀྱི་འདུག་ཡི་གེ་གཅིག་སྤྲད་ཀྱི་འདུག་གཉིས་སྤྲད་ཀྱི་འདུག་ཨ་མདའ་དེས་གི་ད་ལུག་ཨེ་ཨེ་མེད་སྟོང་པ་གཡུག་ཞོག་ཨེ་ཟེར་ནས་ན་ནིང་ཉིས་སྟོང་བཅུ་དྲུག་གང་ལ་སྟོང་པ་ཤ་ཞེན་ངེས་མཁན་མང་པོ་ཞི་བོ་བྱུང་སོང་དེ་ཚོ་བྱས་པ་ཡིན་ན་ང་ཚོའི་དངོས་གནས་དྲང་གནས་པས་འཕྲོག་བརླག་རེད་སོ་སོ་གི་དམངས་གཙོ་ཡོད་པ་དེ་དམངས་གཙོ་ལན་མ་བརྒྱུད་པའི་ཆེད་དམངས་གཙོའི་ཁེ་དབང་དེ་ཕར་ཕོག་བྱས་ནས་དེ་འདྲའི་གཅིག་དང་ཨ་ནི་ད་ག་ནང་བཞིན་གི་ད་ལྟ། གོང་དུ་གསུངས་སོང་སྲིད་སྐྱོང་ཁོ་རང་གཉིས་ཕེབས་དུས་ཡོད་རེད་ཟེར་ནས། ཨ་ནི་དེའི་སྒང་ལ་སྲིད་སྐྱོང་ལ་གྲོས་མང་པོ་བཏགས་གཅིག་བྱས་ན་གཅིག་རེད་གཉིས་བྱས་ན་གཉིས་རེད་ཟེར་ནས་གི་བས་ཕ་སོ་སོ་གི་ལུགས་ཡོད་ཡོད་པ་དེ་མེད་པ་ཅིག་བཟོས་ཨ་འདིའི་པ་རུ་ལ་སྤྲང་ལམ་པ་རུ་ལ་སྐད་ཆ་མང་པོ་བྱུང་དུས་དེང་སང་དྲ་རྒྱ་དང་བྷི་ཅེག་ཟེར་གི་ནང་ལ་ནི་ད་རེས་དེའི་བཀའ་མོལ་ཞིག་གནང་པ་ཡིན་ན་ང་ཚོ་ཧ་མ་གོ་ན་བྷི་ཅེག་ཡུལ་ངན་ཚང་མ་ལ་ཧ་གོ་ཚར་བ་རེད་སྐད་ཆ་ཡག་ག་ཅིག་ཡིན་ན་ནི་བཀྲམ་ཡས་དཀའ་ལས་ཁག་པོ་རེད་ཤག་རེ་བ་སྤྲོ་མཁན་ཞིག་ཡོད་ན་ནི་སྔོན་ན་དྲང་ན་དེ་དྲ་ཡས་དྲ་རྒྱ་ནང་ལ་བཀྲམ་ཡས་དེ་པད་མ་མཚོས་འབོད་པོ་བྱེད་གི་འདུག། མ་འོངས་པ་ལ་བཀའ་སྤྱི་གཉིས་ཀྱི་ཨ་ནི་འོས་ཤོག་གང་ལ་དེ་འདྲས་མེད་པའི་ཁྲིམས་དང་སྒྲིག་གཞི་ཅིག་བཟོས་བྱས་ནས་ཀྱི་དེ་འདྲས་རྒྱབ་སྐྱོར་མེད་པ་ཅིག་ཨ་ནི་དེ་འདྲས་སོ་སོ་སོ་སོའི་ཆོལ་ཁས་ཀྱི་ཆུ་འཐེན་རྐྱལ་བྱས་བྱས་ནས་ཆོལ་ཁ་སོ་སོ་ཡོང་མཁན་གྱུར་ཡང་ཆོལ་ཁ་སོ་སོ་ཀྱི་ཆོལ་ཁ་མེད་པ་ཡིན་ན་མི་ལ་བལྟས་བྱས་ནས་ཀྱི་དེའི་རྒྱབ་སྐྱོར་ཡོང་མཁན་སོ་སོ་དེ་འདྲས་ཡོང་གི་འདུག་དེ་འདྲས་དེ་མ་འོངས་པ་རྩ་བ་ཉིད་ནས་མ་རང་ལོག་ནང་བྱས་བྱས་ནས་འབུལ་དགོས་ཞེས། གང་ལྟར།
གྲྭ་བ་ཆབ་སྲིད་ལ་ཞུགས་ན་དཔང་པོ་མེད་པས་ན་འོས་གཉིས་ལུགས་ཡག་དེ་ནི་ཆོས་ལུགས་ཀྱི་འོས་མ་གཏོགས་ཀྱི་ཆོལ་ཁའི་འོས་དེ་ལུགས་ཡག་མེད། ཆབ་སྲིད་ཀྱི་ཐོབ་ཐང་དེ་ཡོད་པས་ན་དེ་ག་བྱེད་དགོས་དེ་ག་བྱེད་དགོས་ད་ལྟ་མང་གཙོ་འགྲོ་སྟངས་ཀྱི་ཐོག་ནས་ཞུས་པས་ན་མི་གཅིག་ལ་ཡང་འོས་གཉིས་འདི་ཐོབ་ཐང་ཡོད་མ་རེད། ས་མིག་གཅིག་པ་རེད་ག་ད་གཅིག་སྡུད་རེད། ཅེས་ས་མིག་གཅིག་པ་འཛག་པ་ནི་འདི་ད་ཕོ་གཞོག་ནང་ལ་བྱ་ཡ་ཡིན་ད་ད་འོ་འདི་ཅེས་ད་ད། མི་འདུག་བསམ་བསམ་གཅིག་བྱེད། ད་ཐེངས་ཀྱི་གོང་དུ་ཨ་ཅག་ཅིག་གིས་གསུངས་སོ་དེ་བདེན་པ་རང་རེད་གང་ལྟར་ད་ལྟ་ཕུགས་ཕྱོགས་ནང་ལ་འདུག་དབུས་དང་ས་གནས་ཀྱི་འོས་བསྡུའི་སྐབས་ལ་ཡང་ཨི་ནི་ཁྲིམས་སྒྲིག་ཏག་ཏག་ཐོག་ལ་འགྲོ་གི་ཡོད་རེད་ཡོད་འགྲོ་གི་ཡོད་མ་རེད་ཟེར་གྱི། ངས་ས་གནས་དེ་ལ་ཏིག་ཅིག་བརྒྱབ་ནས་གི་འགྲོ་གི་མི་འདུག་ཟེར་གྱི་ཡོད། འོན་ཏེ་ས་གནས་དེ་མ་འགྲོ་བའི་རྐྱེན་གྱིས་རྐྱེན་དང་པོ་དེ་རང་གིས་བརྒྱབ་པ་རེད། སྒྲིག་གཞི་སྤྱི་ཚོགས་འགྲོ་བའི་རིང་བརྒྱབ་དགོས་ཡོད་མ་རེད་སྒྲིག་གཞི་ནང་ལ་གར་སོང་སྒྲིག་གཞི་ལ་ཞེན་སོང། དེས་པ་རུག་ལ་ནག་འགྲིག་འདྲ་བོ་བྱེད་ཅེས་ནི་ཀེ་ཨེ་ནི་མ་འགྲིག་པ་རེད། དེས་དངོས་གནས་དྲང་ནས་དེང་གི་གོང་དུ་བསྡད་ཅིག་གསུངས་སོང། དེས་ཡུན་རིང་དྲག་གི་འདུག་ཞེས་ནི་ཞུ་གི་ཡོད། སྔོན་འགྲོས་དེ་བླུགས་ཚར་བའི་ཞུགས་ལ་ཨ་ནི་ཟླ་བ་གསུམ་གཅིག་ཞེ་གསུམ་ཞིག་ཅིག་བཞག་ཞེས་པའི་སྒང་ལ་དེས་པ་རུག་ལ་ཨ་ནི་དཀྲུག་རྒྱུ་མེད་ན་མ་གཏོགས་དེ་ཚང་མ་དཀྲུགས་ཚར། ཨ་ནི་ཡར་ད་སེང་པེ་སེང་དེ་ཚང་མ་ཟོས་ཚར་དུས་སྒང་ལ་གཞི་ནས་ཨ་ནི་དངོས་གཞི་བླུགས་ཡོང་བའི་སྒང་ལ། ཨ་ནི་ཐུག་པ་དེ་ཁྱེད་མས་མ་ཁོས་ནི་ལུས་ཚར་བའི་ཞུགས་ལ་ཨ་ནི་ཡང་དངོས་གཞི་བླུགས་ཡོང་དུས་སྒང་ལ་དེ་ལ་དཀའ་ངལ་ཅིག་འཕྲད་གི་འདུག་གང་ལྟར་སྔོན་འགྲོ་དང་དངོས་གཞི་གཉིས་ཆ་འགྲོ་དགོས་ཀྱི་རེད་སྔོན་འགྲོའི་ལུགས་དགོས་ཀྱི་རེད་དངོས་གཞིའི་ལུགས་དགོས་ཀྱི་རེད། འགྲོ་སྟངས་ཁོ་ན་རང་རེད་འོད་ཀྱི་ལུགས་དང་འགྲོ་སྟངས་དག་རེད། སྔོན་འགྲོ་དང་དངོས་གཞི་གཉིས་ཀའི་བར་རུ་ལ་དེ་འདྲའི་བསྡུས་རིང་རིང་པོ་མེད་པ། དངོས་གནས་འདྲ་འདྲ་ཟླ་བ་གཅིག་ཏུ་བཞག་གི་ཡོད་ན་རེད་ཟླ་བ་གཅིག་དང་ཕྱེད་ཀ་བཞག་གི་ཡོད་ན་རེད་འདི་འདྲའི་བྱེད་སྟངས་ལ་ནང་སྔོན་འགྲོ་ཚར་བ་དང་ཨ་ནི་ང་དངོས་གཞི་ཡར་བསྟུན་ཐུབ་པ་ཡིན་ན་ཨ་མི་དམངས་སྤྱི་ཚོགས་ཀྱི་ནང་ལ་ཨ་ནི་བརྡབ་གསིག་མང་པོ་དེ་ཡོང་གི་མ་རེད་ཟེར་ཙམ་གྱི་རྗེས་ནས་ཨ་ནི་འདི་ཞུ་གི་ཡོད་ཐུགས་རྗེ། ཧོང་ཀོང་དང་སིང་ཀ་པུར་ཐེ་ཝན་འབར་མ་སྦེལ་ཀོག་ཐའི་ལེན་རྒྱལ་ཁབ་ག་བ་འདྲ་ཅིག་གྲྭ་བ་དང་ཨ་ནི་ཡོད་པ་ཡིན་ན་ཆབ་སྲིད་ནང་ལ་རྩ་ནས་འོས་ཤོག་གི་བླུག་དགོས་ཆོག་གི་ཡོད་མ་རེད། ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཨེ་ནི་དགེ་འདུན་པ་ཚོ་ཆབ་སྲིད་ནང་ལ་འཛུལ་ཡོང་འདུག་ག་ལ་ཨེ་ནི་ང་ཚོ་གཞིས་ཆགས་གཏན་ཆགས་དེ་ཉིད་མིན་ལ། ང་ཚོ་མི་མང་ཚོས་ཀྱི་ནང་པ་སངས་རྒྱས་པའི་ཆོས་ལ་ཡིད་ཆེས་ཡོད་འདུག་ག་ལ་འདི་ནམ་ས་ནམ་གཉིས་ཅིག་ལ་དཔེ་བརྩི་བཀུར་བྱེད་དགོས་འདུག་ག་ལ་ཨེ་ནི་འདི་ལ་སྐད་ཆ་བཤད་མ་དེ་ཞི་བོ་འདུག་ལ། དཔེ་བཞག་ཡོད་ན་ད་ལྟ་ང་ཚོ་གྲོས་ཚོགས་ནང་རེད། རང་བཙན་ཚོགས་ཆུང་ནང་རེད། ག་བ་ཡིན་ན་སྤྱི་འཐུས་ནང་རེད་ག་བ་ཡིན་ན་སྤྱི། དགེ་འདུན་པ་མང་པོ་འདི་ཡོད་དུས་ག་ལ་འདི་དཔེས་ཏག་ཏག་ཅིག་འགྲིག་གི་མི་འདུག་ང་རང་བསམ་ཚུལ་ལེའུ་ཅིག་ཡིན། དེ་བཞིན་དཔྱིད་དུས་ཀྱི་གྲོས་ཚོགས་སྐབས་ལ་ཚོགས་འདུ་འཚོགས་པའི་སྐབས་ལ་འདི་ལ་གཏན་འབེབས་ཅིག་ཆབ་སྲིད་ནང་མེད་བ་ཅིག་ཡོད་ན་དཔེ་ཡག་པོ་ཅིག་མཐོང་གི་འདུག་བསམ་ང་རང་བསམ་ཚུལ་ཅིག་ཞུ་ཡ་ཡིན་རོགས་ལ། གཉིས་པ་འདི་ལ་གྲོས་ཚོགས་ནང་ལ་ཡང་ཚོགས་འདུ་ནང་ལ་འདིའི་ལས་འདི་ཡར་འཕྲོས་གི་ཡོད་དམ་མེད་དམ་ད་ཧ་གོ་གི་མི་འདུག་ཡིན་ནའི་གཞིས་ཆགས་ལ་ཡོད་པ་ཡིན་ན་མི་གཅིག་ལ་ལས་འགན་གསུམ་གཉིས། དེ་འདྲའི་ལས་ཕྱག་ལས་གནང་གི་འདུག་རོགས་ལ་འདི་བདག་ཅག་ཅིག་བསྡད་ཀྱི་མི་འདུག་འདི་ལ་གྲོས་ཚོགས་ཀྱི་གཏན་འབེབས་ཀྱི་བཟོས་ཐུབ་པ་ཡིན་ན་ཡག་པོ་འདུག་བསམ་ས་ཞིག་དྲན་གྱི་འདུག་དཔེ་བཞག་པ་ཡིན་ན། གྲོས་ཚོགས་ཀྱི་འཐུས་མི་གཅིག་བྱེད་ཀྱི་འདུག་རང་བཙན་ཚོགས་ཆུང་ནང་ལས་ཀ་གཅིག་བྱེད་ཀྱི་འདུག་ཀེམ་གྱི་སྤྱི་མི་གཅིག་བྱེད་ཀྱི་འདུག་འདི་རྩ་བ་ཡིན་ཏག་ཏག་བསྡད་ཀྱི་མི་འདུག། རུ་ཁག་ད་ལྟ་དང་པོ་གི་དེ་ཡིན། དང་པོ་དེ་ལ་དོན་ཚན་དང་པོ་དེ་ལ། དམངས་གཙོ་ཁ་ལ་འཁྱེར་ནས་གང་བྱུང་མ་བྱུང་བྱེད་ཀྱི་འདུག་པས་དེའི་རིགས་བྱེད་མི་ཆོག་ཞེས་བཞིན་གཅིག་ཡིན། གཉིས་པ་དེ་ལ་ཆོལ་ཁ་གསུམ་གྱི་མི་སུམ་ཅུ་མ་གཏོགས་ཆོས་རྒྱུད་མི་གཉིས་རེ་དེ་གོ་གི་མི་འདུག་དེ། ཨ་ནས་གསུམ་པ་དེ་ལ་སྤྱི་མཐུས་འོས་ཤོག་སྐབས་མི་རེ་རེ་ལ་མི་རེ་རེ་སློབ་སྦྱོང་ཡོད་པ་དང་འཇོན་ཐང་ཡོད་པ་རིགས་གོ་གི་འདུག་ཞེས་བྱས་ནས་དེ་ཡིན། བཞི་བ་དེ་ལ་དགེ་འདུན་པ་དང་བཙུན་མ་རྣམས་ཆབ་སྲིད་ནང་ལ་ཕེབས་མ་གནང་ན་ཡག་པོ་འདུག་ཅེས་བཤད་ནས་ཞི་བདེ་ཞུས་ཞུས་ཡོད་ཡིན། ད་དེ་ནས་ད་ལྔ་བ་དེ་ལ་སྔོན་འགྲོ་དང་སྔོན་འགྲོ་དང་དངོས་གཞི་གཉིས་ལ་དུས་ཚོད་ཟླ་བ་གཅིག་ལས་མ་ཉུང་བ་གནང་རོགས་གནང་ཞེས་བཞིན་འདི་གཅིག་ཞུས་ཡིན། དྲུག་པ་དེ་ལ་བཀའ་སྤྱི་གཉིས་ཀྱི་འོས་བསྡུ་བླུགས་སྐབས་ལ་མི་དམངས་ལ་སློབ་གསོ་དང། ལམ་སྟོན་གནང་རོགས་གནང་ཞེས་ནས་ཞུ་ཡས་གཅིག་ཡིན། དུས་འབའ་དེ་ལ་མི་གཅིག་ལ་རྐུབ་བཀྱག་གསུམ་རེ་ཡོད་པ་དེ་གཅིག་ལ་མ་གཏོགས་མེད་པ་གནང་ཆོག་ན་ཡག་པོ་འདུག། རུ་ཁག་གཉིས་བ། དེ་ལ་ཡང་དོན་ཚན་གསུམ་ཡོད། དང་པོ་དེ་ལ་ཡང། སྤྱི་འཐུས་ཚོགས་ཆེན་པ་དེ་ནི་བཀའ་མོལ་དེ་བརྒྱད་དེ། ཐད་ཀར་ད་ལྟ་གོང་གི་གསུངས་པ་ནང་བཞིན་ཐད་ཀར། མཐོང་རྒྱ་ཡོད་པ་དེ་བཟོ་ཐུབ་ན་ཡག་པོ་འདུག། དེ་ཡིན། གཉིས་པ་དེ་ལ་ཡང་འོས་བསྡུ་ལྷན་ཁང་གིས་ཨེ་ནི། སྲིད་སྐྱོང་དང་སྤྱི་འཐུས་འོས་ཤོག་ལངས་སྐབས་ལ་ཨེ་ནི། གོ་མོ་འབུམ་ཁ་ཤས་ཀྱིས་འགྲོ་སོང་བཏང་ཆོག་པའི་བཀའ་འཁྲོལ་དེ་སྤྲད་པ་དེ་གས་ཏག་ཏག་དེ་གས་མིན་འདུག། དེ་འགྲོ་སོང་བཏང་བྱས་ནས་གས་ཨེ་ནི། གཞན་པ་ནི་རོགས་དངུལ་རྩ་བྱས་ནས་གས་དེ་ཡར་ཡར་བཏང་མར་མར་བཏང་འགྲོ་ཡས་མང་པོ་དེ་དེ་གས་བཟོས་འདུག་དེ་ཏག་ཏག་དེ་གས་མིན་འདུག། དེ་ཡི་ཆོས་འདོད་བྱུང་སོང་སྟེ་གཉིས་པ་དེར་བཞག། གསུམ་པ་དེ་ཆོས་མཁན་ཐོག་ལ་ཡང་ལས་བྱེད་བསྐོ་གཞག་གནང་ཡ་དེ། ལས་བྱེད་ཙམ་མ་གཏོགས་གཞིས་ཆགས་ཁག་གི་གཞིས་མགོ་ལ་བཞག་ཡ་ན་དེ་ད་ལྟ་དེ་གི་མི་འདུག་ག་རེ་ཟེར་ན་ཁོ་ཆོས་མཁན་ང་ལ་བཞག་ཆོག་དུས་བརྩམས་པ་ནི་དུས་ཡུན་ལོ་གཅིག་ཡིན་པའི་ན་རེ་ལོ་གཉིས་ཡིན་པའི་ན་རེ་ཁོ་གང་ནས་མར་ལ་ཡང་ག་དུས་སྤིས་ནས་སྤིས་ཆོག་ཅིག་གཡོག་དེ་ག་དུས་འགྲོ་ན་འགྲོ་ཆོག་ཆོག་ཅིག་དུས་བརྩམས་པ་ནི་ཨེ་ནི་དེ་གཞི་བཞག་ཁག་གི་བྱེད་སྒོ་དེ་ལ་ཡང་བཞག་བཞག་ན་ཏག་ཏག་དེ་གི་མི་འདུག་ཨེ་ནི་ད་རན་ཐུ་ཤི་ཟུར་ལ། ཨ་ནི་ད་ང་ཚོས་དེ་ནང་ལ་བསམ་ཚུལ་ཨ་ནི། སྤྱི་མཐུས་རྣམ་པ་ཚོ་ག་ཤེད་ལོ་མང་བཞུགས་དེ་ཉིད་དེ་འདྲས་འདུག་ཨ་ནི་འདི་གས་དེ་ད་དེ་མང་དྲག་མེད་འགྲོ་གསུང་གི་འདུག་ཅེས་དངོས་གནས་དྲང་ནས་ཀྱང། ལོ་གཞོན་སྐྱེས་དེ་གས་དེ་ཡ་ཚེ་ཡ་ཚེ་བུ་རྒྱག་རྒྱབ་ཐུབ་པ་ཡིན་ན་དང་དམངས་གཙོ་ཡར་རྒྱས་འགྲོ་གི་རེད་ཨ་ནི་དེང་མཐོང་རྒྱ་གི་ཆས་ཡོད་རེད་དེང་དུས་ཀྱི་སློབ་སྦྱོང་ཡོད་རེད་ཨ་ནི་འོ་དེ་འདྲ་གསུང་གི་འདུག་ཨ་ནི། སྔན་མ་སྤྱི་འཐུས་ནང་ལ་རྙོག་དྲ་མང་པོ་བྱུང་རྒྱོག་དེ་ད་ལྟ་སྤྱི་འཐུས་རང་ཅག་བསྡད་བཞག་རྒྱོག་དེ་འདྲས་ཡོད་རེད་མི་མང་ཚང་མ་ཧ་གོ་གི་རེད་མཁྱེན་མཁྱེན་རེད་དེ་ཚོ་མི་མང་ལྟ་ཅོག་ཅིག་ལ་དཔེ་མཁྱེན་ཚ་བོ་མཐོང་གི་འདུག་རྙོག་དྲ་གླེང་འདུག་ག་ལ་དེ་གཞི་རེད་རྙོག་དྲ་དང་པོ་གཅིག་གླེང་དགོས་རེད་ད་ལྟ་སྤྱི་འཐུས་ནང་ལ་འོར་སླེབས་དེ་ཉིད་དེ་འདྲས་ཡོད་རེད་ད་དེ་འདྲས་ཡིན་ན་བོད་པའི་སྤྱི་ཚོགས་ལ་ཕན་མི་ཐོག་ཐག་ཆོད་རེད་ཨ་ནི་ཨ་ན། དགུང་ལོ་གཞོན་པ་འདི་སྐྱེས་ཏེ་རང་ལུས་མེ་བསྲེགས་བཏང་ཡག་དེ་ཚོ་རྣམ་པ་ཚོ་གི་སློབ་གསོ་རྒྱབ་ཀྱིས་ནི་གང་ཉུང་ཉུང་ཅིག་གནང་རོགས་གནང། དེ་སྐྱེས་དེ་ལ་སློབ་སྦྱོང་དེང་དུས་ཀྱི་སློབ་སྦྱོང་སྤྲད་གི་འོ་རེད་ཨ་ནི་འདི་མི་གཅིག་གྲོགས་ལ་འགྲོ་ནས་དཔེ་ཕངས་པོ་འདུག་གསུང་གི་འདུག། ད་ལྟ་ང་ཚོ་ཚོགས་པ group གསུམ་པ་འདི་གིས་ཨ་ནི་ད་ལྟ་ང་ཚོ་གྲོས་བསྡུར་བྱེད་ཆེད་ཨ་ནི་བསམ་ཚུལ་འདྲ་བོ་འདི་ཞུས་ཆོག་པ་ཅིག་ཐོག་མ་དེ་ལ་ད་ད་ལྟ་གྲྭ་བ་དེ་ཚོ་ཨ་ནི་ཆབ་སྲིད་ལ་མཉམ་ཞུགས་བྱས་ན་ཡག་པོ་མི་འདུག་ཟེར་བ། རྒྱུ་མཚན་གང་ཡིན་ཟེར་ན། སངས་རྒྱས་ཀྱི་གདམས་ངག་ཆོས་ཆེད་ཆབ་སྲིད་ནང་ལ་ཕག་ཚུལ་བགྲོ་གླེང་དང་སྐྱོན་བརྗོད་བྱེད་དགོས་རེད་བ། འདི་བྱེད་དུས་གསུམ་པ་བདེ་བོ་མི་འདུག་གསུང་གི་འདུག་རེད་བ། འདི་ཏག་ཏག་བདེ་གི་མི་འདུག་འདི་བསམ་ཚུལ་གཅིག་རེད་ཤག། གཉིས་པ་འདི་ལ། ད་ལྟ་མི་གཅིག་གིས་རྐུབ་བཀྱག་གཉིས་གསུམ་སྤེལ་ན་ས་གནས་དེ་ལ་འགྲོ་གི་ན་ད་ཐག་གིས་གོང་དུ་ཞུས་པ་འདྲ་ཞིག་རེད། རང་བཙན་ཚོགས་ཆུང། རྒྱག་དཔོན་ཚང་མ་བྱེད་ཀྱི་འདུག་འདི་ནས་ཤིང་རྟ་བོད་མིའི་སྒྲིག་འཛུགས་ལ་གི་ཨ་ནི་གཅིག་ལྕོགས་དང་དྲུང་ཆེ་དང་དྲུང་འཕར་གཅིག་ལྕོགས་བྱེད་མཁན་མང་པོ་ཡོད་རེད་བ། ཨ་འདི་གཞོན་སྐྱེས་ལ་ཨ་ནི་ལས་ཀ་རག་ཡོད་གི་ཨ་ནི་འདི་ཨ་ད་གནོད་སྐྱོན་འགྲོ་གི་འདུག་གོ་སྐབས་རག་གི་མི་འདུག་འདི་གཅིག་བསམ་ཚུལ་རེད་ར། ཨ་ནི་གསུམ་པ་འདི་ཨ་མི་གཅིག་གི་འོས་གཉིས་བླུ་བའི་འདི་ཨ་ནི་ཏག་ཏག་བསྡད་ཀྱི་མི་འདུག་འདི་དམངས་གཙོ་གི་ཁ་ལ་བ་ར་ཏག་ཏག་བསྡད་ཀྱི་མི་འདུག་རེད་བ། ད་དཔེ་ན་ཆ་ཤེ་ན་ང་ཚོ་དགེ་འདུན་པ་དང་ཨ་ནི་ཨ་ནི་ཚོ་གི་ད་འོས་གཉིས་བླུ་གོ་རེད་བ། ཆོས་ལུགས་དང་ཆོལ་ཁ་གཉིས་ཆ་ལ་གི་ཚིག་འདི་ཡང། ཡོད་པ་དེ་གཅིག་ན། ང་ཚོའི་བླ་སྐད་ད་ཆོས་ལུགས་བརྗོད་ར་ཆོས་ལུགས་འདི་ང་ཚོ་གླུ་བའི་གོ་སྐབས་དུ་གོ་འདུག། ད་འདི་འདི་གཅིག་རེད་ཤི་ར། ཨ་ནི་བཞི་པ་འདི། ཏི་སི་ཐར་མ་འདྲ་འགྲོ་རྒྱུ་རེད་ཤི་ར། ད་སྤྱི་འཐུས་ད་ད་ལྟ། ཆོལ་ཁ་འཐེན་འཁྱེར་འདི་ཤུགས་ཆེན་པོ་ཏཀ་གཅིག་གཉིས་འོས་བསྡུ་ལ་སླེ་ར་བ་ཉིས་སྟོང་བཅུ་དྲུག་གི། ད་འདི་རྒྱུ་མཚན་ག་ར་ག་བ་ལ་ཐུག་གོ་ད་ལ་ན་ར་བ། ཆོལ་ཁ་ཆོས་ལུགས་ཀྱི་ཞེན་ཁོག་འདི་ག་ལ་ད་ཆགས་ཡོད་ར་བ། འདི་རྒྱུ་མཚན་ག་ལ་ན་དཔེ་ན་ཆ་བཤད་ན། སུ། སུ་ཡིན་སྤྱི་འཐུས་འོས་མི་སུ་ཡིན་ན་སུ་སུ་གི་ཁེ་ཕན་ལ་བལྟ་གི་རུ་བ་ད་སྒེར་གི་ཁེ་ཕན་ལ་འོས་ར་ག་འདྲས་ཞིག་བྱེད་དགོས་འདུག་ཐབས་ཤེས་གཏང་གི་རུ་བ། དཔེ་ན་ཆ་ཤེས་ན་ད། དབུས་གཙང་གི་སྤྱི་འཐུས་ཅིག་གིས་ད་དཔེ་ན་རང་རེད་ད་དབུས་གཙང་ཅིག་གིས་ད་དབུས་གཙང་ལ་ཞུགས་ཞེན་གོ་ཡོད་དུ་འདུག་གཏམ་ཤེས་བཤད་པ་ཡིན་ན་རུ་བ། ཆོལ་ཁ་གཞན་པ་ལ་སྨད་སྨད་སྨད་བྱེད་པ་ག་ལ་བོར་ད་སྨད་ར་འདྲ་བོ་ཞིག་སྤབས་ཡིན་ན་ཁོ་ལ་འོས་ཚད་མཐོ་པོ་ག་ལ་ཐོབ་པའི་འདྲ་བོ་འདུག་འདི་ནས་བཞིན། གདོད་མའི་མི་ཅིག་གིས་འདི་འདྲས་བྱས་པ་ཡིན་ན་ཁོ་རྗེས་ལ་འོས་མཐོན་པོ། ཐོ་བའི་གནས་ཚུལ་མང་པོ་ཡོང་གི་འདུག་བ། དེའི་ཕྱིས་ནས་རྒྱུ་མཚན་དེ་ལ་བལྟ་ནས་ཨ་ནི་ག་ལ་འོ་ད། ཆོལ་ཁ་འཐེན་མཁན་དེ་མི་མང་ནང་ལ་ད་ན་ཚ་དེ་ད་ང་ཚོ་དེ་ད། བོད་ཆོལ་ཁ་གསུམ་གྱི་གཅིག་སྒྲིག་དེ་ལ་དཔེ་འབའ་སྲིན་གནོད་ཆེན་པོ་ཞིག་སྐྱེལ་གྱི་འདུག་ཟེར་བ་ད་དགོངས་ཚུལ་འདི་རེད་ཤག་ཨ་རྒྱུ་མཚན་དེ་ལ་བལྟ་ཕྱིར་ད་འོད་དེ་མང་གཙོ་ལ་ད་འོད་དེ་དཔེ་སོ་སོ་ཐོབ་ཐང་ཆེན་པོ་རེད་བ། ཨ་ནི། དཔེ་ན་ད་ཡུ། བསམ་ཚུལ་རང་རེད་བ། ད་ང་ཚོ་དཔེ་ན་ཤེས་ཤེ་ན། མི་གཅིག་གི་ར།

སྔོན་འགྲོ་དང་དངོས་གཞི་གཉིས་ཀྱི་དག་འོས་དུས་ཀྱི་དག་ཚང་མང་ཆེ་བ་འོས་དུས་འགར་བཞག། ནི། སྔོན་འགྲོ་དང་དངོས་གཞི་གྱི་དུས་ཚོད་ཞེས་པ་དེ་བར་ཆད་དེ་མང་དག་འདུག་འདི་བར་ལ་རྙོག་དྲ་ཅིག་མང་པོ་བྱུང་གི་འདུག་ཟེར་བ་ད་འདི་ཅིག་དུས་ཚོད་དེ་དེས་ཉུང་བར་བཏང་གི་འདུག་འདི་གཅིག་རེད་བཞག། ཟེར་བ། ནི། ད་ད་ལྟ། གཙོ་བོ་གཙོ་བོ་ད་རྣམ་པ་ཙུག་གིས་གནང་བསྡད་ཀྱི་རེད་རེད་བ། དམངས་གཙོ་གི་གོ་རྟོགས་འདི་ད་མང་རུ་བཏང་གི་འདུག་ཟེར་བ། དམངས་གཙོའི་གི་ད་གོ་ཐོས་ད་ལྟ་ང་ཚོ་གཞན་པ་རེ་ད་གཞིས་ཆགས་དམིགས་བསལ་གི་གཞིས་ཆགས་འགྲོ་གི་ད་གོ་ཐོས་རྙོག་དྲ་ཡོང་ཡས་མང་ཆེ་ད་གོ་ཐོས་ཏི་སྐྱོ་ཁྲ་ནི་རུ་བ་ད་ཏི་ཁ་ཡོད་མར་མི་རྒན་པ་རེ་སློབ་ཆུང་ག་ཡིན་ད་མང་པོ་ཅིག་རུ་བ་རྒྱུ་མཚན་རུ་བ་དེ་ཕྱིན་ད་གོ་ཐོས་དེ་མང་སྤེལ་དགོས་གི་འདུག་རུ་བ་ཨ་ནི་དེ་གི་ད་སྤེལ་སྟངས་འགྲོ་གི་ན་ང་ཚོའི་གི་ད་གཞིས་ཆགས་འགྲོ་གི་ན་ད་མཉམ་འབྲེལ་ཁེ་པོ་ལ་ཅིག་ཡོད་དེ་ཕལ་ཆེར་ཕལ་ཆེར་གྲོང་པ་རེ་རེ་ལ་རེ་རེ་ཡོད་ད་ནང་རེ་རེ་ན་ད་དེ་འདྲའི་སྐབས་ལ་ཨ་ནི་སྤྱི་འཐུས་ཀྱི་ང་ཚོ་གི་གྲོས་ཚོགས་ཚོགས་འདུ་ཚོགས་ཀྱི་ཡོད་རེད་བ། གྲོས་ཚོགས་ཚོགས་འདུ་ཚན་པ་ཨ་ནི་ཚང་མ་ཐད་ཀར་ལྟ་ཐུབ་ན་དེང་སང་ད་ལྟ་གོང་དུ་ཁྱེད་རང་གིས་གསུངས་སོ་དྲ་རྒྱ་ནས་ལྟ་ཡ་ཡོད་རེད་གསུངས་སོ་རེད་བ། དེ་ནས་བཞིན་སོ་སོ་དེ་ལ་སྐད་འབུལ་འདི་ནང་ལ Control Room ནང་ལ་བླུགས་པ་འདྲ་བྱེད་ཡིན་ན་རེད་བ། ཨ་ཐད་ཀར་སོ་སོ་ནང་ལ་ལྟ་དེ་གོ་རེ་བྱ་གཏོང་བྱེད་རེད་བ། ཨ་ནི་དེ་འདྲས་ཀྱི་ད་འདི་ལ་ཡང་དྲ་རྒྱ་འདི་དྲ་རྒྱ་མགྱོགས་པོ་དེ་འདྲས་ཨ་ནི། བཙུགས་བས་ལ་ཡང་ཁོ་སྦ་ཆ་འགྲོ་གི་བྱེད་པས་ན་ཤ་འདེད་མཉམ་འདེད་འགྲོ་གི་བྱེད་ན་སོ་སོ་ཡང་བཀའ་དྲིན་ཞུ་དགོས་འུ་རེ་ད་མང་པོ་བརྗོད་རོགས་འདི་ན་ཤི། ཨ་ནི། འདིའི་ཁ་ས་བ་ཇར་ཅིག་ད་ད་རང་ཚོ་གི་ཐབས་ཤེས་བཏང་ཐུག་གི་རེད་རང་ཚོ་རྒྱུད་ནས་ད་རང་ཚོ་ལས་བྱེད་མང་པོ་སྤེལ་གི་ཡོད་རོགས་འདི་འདྲའི་ད་ཚོགས་པ་ད་མ་རེ་འབྲེལ་བ་ཡོད་དུས་ཨ་ནི་འདི་འདྲའི་གོ་རྟོགས་ཕན་ཆེད་དུ་ཨ་ནི་འདི་འདྲའི་ལ་ད་བ་ཇར་ཅིག་རག་ཐུག་གི་རེད་འདི་ཙི་གུ་མན་པག་གི་ད་ད་དཔེ་ན་ཤ་ཤ་ན་ནོ་བྷེལ་བོད་ཀྱི་གླིང་ཕྲན་ཁང་དང་ད་མང་པོ་བརྗོད་རོགས་འདི་ཚང་མ་དེ་ལ་ཏེ Frequency འདྲ་མ་འདྲ་ཡོད་དུས་ཁོ་ཚོ་བས་ལ་ཁོ། གཅིག་བརྒྱ་ཆ་དག་མང་པོ་ཞུས་བར་བ། དེ་འདྲའི་རང་ཚུགས་བརྒྱུད་ནས་ཡིན་ན་རེད་བོད་མི་སྒྲིག་འཛུགས་བརྒྱུད་ནས་ཡིན་ན་རེད། ཨ་ནི་དེ་འདྲའི་ཚང་མ་དེ་ལ་བཙུགས་ཐུབ་པ་ཡིན་ན་ཁོ་མི་མང་ལ་ཕན་འགྲོ་དགོས་རུ་བ། དེ་ལས་གཞི་དེ་དག་ཚ་གཞི་ཆགས་ཚང་མ་ལ་སྤེལ་ཐུབ་ན་ཡག་པོ་ད་དེ་ལས་ན་སྤེལ་བདེ་བོ་ཞུ་བ་ཡོད་རེད་ད། དཔེར་ན་བཤད་ན་དེ་ལ Cable གི Network ཡོད་རེད། དེ་ལ Control Room ལ་རེད་བ་དྲ་རྒྱ་ཞིག་སྤྲད་པ་ཡིན་ན། ཁོ་ཁོ་རང་ལས་བྱེད་ཡོད་པ་རེད་ཆོད་དགོས་རུ་བ། དེ་བསམ་ཚུལ་རང་ཡིན། ཨ་ནི་ད་ཐ་མ་དེ་འདིར་བཞག། ད་ལྟ་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་བུད་མེད་འདི་ཉུང་ཙི་ལ་བརྒྱ་ཆ་ལྔ་བཅུའི་སྒོ་འདུག་རེད་བ། གཉིས་མེད་པ་བྱས། འདི་ཡང་ཕོ་མོ་དབྱེ་འབྱེད་རེ་རེ་བྱས་འདི་བསམ་ཚུལ་ཞིག་འདུག་རེད་བ། ཚང་མ་ལ་ཉུང་ཙི་ལ་བརྒྱ་ཆ་ལྔ་བཅུའི་སྒོ་འདུག་བུད་མེད་དང་ཨ་ནེ་ཨ་ནི་རེད་བ། འོ་དེ་འདྲ་རེད།